རྩྭ་ཐང་དྲན་ནོ། དོན་གྲུབ་རྒྱལ། བདག་ནི། ལྷ་ཡུལ་ལྟ་བུའི་རྒྱལ་ས་ན་གནས་ཀྱང། ཕ་ཡུལ་དྲན་པའི་འདུན་པ་འགུགས་ཐབས་རང་མི་འདུག། མཛེས་སྡུག་ལྡན་པའི་ཕ་ཡུལ་རྩྭ་ཐང་དེ་དྲན་དུས། བདག་གི་སེམས་ནི་དྭ་སྤུ་གཤོག་ཐོག་དང་འདྲ་བྱུང། ད་ནི་མི་འདོད་རང་གི་ཕ་ཡུལ་ལ་ཆས་འགྲོ། ཞིམ་མངར་ཅན་གྱི་ཆུ་མིག་དྭངས་མོ་དེ་དྲན་བྱུང། བང་རྩལ་སྐྱེས་ཏེ་མུ་མེད་རྩྭ་ཐང་ལ་ཆས་འགྲོ། འཚོ་བཅུད་ལྡན་པའི་རུམ་དཀར་ས་ཕྱོགས་དེ་དྲན་བྱུང། ཞོགས་པའི་ཉི་གཞོན་ཐུན་ཐིག་མཁའ་དབྱིངས་སུ་འཆར་དུས། ཕྱོགས་བཞིའི་ལྷུན་པོ་གངས་དཀར་ཅོད་པན་གྱིས་བརྫིས་ཤིང། ཁོ་ར་ཁོར་ཡུག་ལྗོན་ཤིང་དོ་ཤལ་གྱིས་བརྒྱན་ནས། ཕྱོགས་ཀྱི་ལང་ཚོ་ངོམ་པའི་ཕ་ཡུལ་དེ་དྲན་བྱུང། ཉི་རྩེ་ས་ལ་ཤར་བའི་སྔ་དྲོ་ཡི་དུས་སུ། བཅུ་དྲུག་ལང་ཚོས་སྙེམས་པའི་གེ་སར་གྱི་གཞོན་ནུ། དབུ་འཕང་དགུང་དང་མཉམ་པའི་རྟ་ཕོ་ལ་བཅིབས་ཏེ། སྒོ་ཕྱུགས་འཚོ་སྐྱོང་བྱེད་པའི་ངང་ཚུལ་དེ་དྲན་བྱུང། དགའ་སའི་ཟླ་འོད་འཕྲོ་བའི་མཚན་མོ་ཡི་དུས་སུ། གསེར་གྱི་གཞུ་ལུང་བཏགས་པའི་འཇོ་སྒེག་གི་བུ་མོས། མགོ་སྒོ་གླུ་དབྱངས་ངག་གི་དབྱངས་རྟ་ལ་བསྒུགས་ཤིང། འབྲི་མོའི་འོ་མ་བཞོ་བའི་ངང་ཚུལ་ཡང་དྲན་བྱུང། ཨེ་མ། དགུན་གསུམ་ས་དམར་རྩམ་གསུམ་གྱིས་ཕྱུག་དུས། རི་ལུང་ཐང་གསུམ་དགའ་སྤྲོའི་སྣང་བ་ཡིས་ཁེངས་སོང། གནམ་ལོ་གསར་དུ་ཆས་པའི་དགའ་སྟོན་གྱི་དུས་སུ། གླུ་གར་ཞལ་གསུམ་གཏོང་བའི་རྩེད་འཇོ་དེ་གྱིས་པ། དཔྱིད་གསུམ་སྦྲང་ཆར་འཛིན་མའི་ཁྱོན་ཡོངས་ལ་འཇོ་དུས། ཐོན་སྐྱེད་ལོ་མ་རྒྱས་པའི་རྩྭ་ཐང་དེ་མཛེས་པ། ཁུ་བྱུག་གསུང་སྙན་སྒྲོག་པའི་གླུ་དབྱངས་དེ་སྙན་པ། ནུབ་ལུག་འཕེལ་ཁ་རྒྱས་པའི་ངང་ཚུལ་དེ་སྤྲོ་བ། དབྱར་གསུམ་ཉི་མ་ཤར་ཕྱོགས་རི་རྩེ་ནས་འཛུམ་དུས། རིག་གནས་མེ་ཏོག་བཞད་པའི་རྩྭ་ཐང་དེ་མཛེས་པ། སློབ་གསོའི་ལས་དོན་དར་བའི་འདབ་མ་དེ་རྒྱས་པ། ཚན་རིག་ལག་རྩལ་འཕེལ་བའི་ཟིན་ཐོ་དེ་དཀར་བ། སྟོན་གསུམ་གཡུ་ས་ལྡན་པའི་འབྲས་ལྡན་གྱི་དུས་འདིར། ཅན་བཞིའི་ལྗོན་ཤིང་གྲུམ་འདྲས་ལོ་འདབ་ཀྱིས་བརྒྱན་ཞིང། དོན་གྱི་འབྲས་བུ་བླུགས་པའི་དགེ་མཚན་དེ་མཐོང་ནས། རྩྭ་ཐང་དྲན་པའི་གླུ་དབྱངས་དབང་མེད་དུ་ཤོར་སོང། ད་ནི་བསམ་ཞིང་བསམ་ཞིང་ཕ་ཡུལ་དེ་དྲན་བྱུང།